དེ་ལྟ་དུ་བསྒོམ་བྱ་ངོ་མ་དེ་རང་ཐ་མལ་པའི་སྙིང་གར་ཟླ་བའི་དཀྱིལ་འཁོར་ལོ་དེ་བོང་ཙམ་ཞིག་གི་སྟེང་དུ་ཧྲི་དཀར་པོ་ཞིག་བྱུང་བ་གསལ། ནང་དུ་ཧྲི་དཀར་པོ་ཅིག་གསལ། ཧྲི་དཀར་པོ་འདི་གིས་ཏེ་རང་གི་ལུས་འདི་བག་སྦྱངས། ཨོ་མ་ནི་པད་མའི་ཧཱུྃ་ཟེར་ཚར་གཅིག་བརྗོད། ཏེ་ཨ་ན་ལས་ཏེ་རང་གི་ལུས་འདི་ཐུགས་རྗེ་ཆེན་པོ་པའི་དགོངས། དང་སྐུ་མདོག་དཀར་པོ་ཕྱག་གཉིས་པ། དེ་ལས་ཕྱག་གཡས་པ་ལུས་ཤེལ་གྱི་ཕྲེང་བ། ཕྱག་གཡོན་པ་ལུས་མེ་ཏོག་པད་མ། ཞབས་གཉིས་ཉི་ཟླ་པད་མའི་གདན་ལ་མཉམ་པའི་སྐྱིལ་ཀྲུང་དུ་བཞུགས་པ། སྐུ་ལ་རིན་པོ་ཆེ་གྱི་སྣ་ཚོགས་ཀྱིས་བརྒྱན་པ་གཅིག་བསྒོམ། དེ་ལས་ཨོམ་ཨ་ཧུ། ད། འདི་ཐུགས་རྗེ་ཆེན་པོ་འདི་ལོག་ན་མེད། རང་གི་ལུས་ས་ཁྲག། ས་དང་ཁྲག་གི་འདོད་པ་ཅན་དེ་ནི། དམིགས་པ་འདི་བཟློག་པའི་དོན་དུ། དེ་ཐུགས་རྗེ་ཆེན་པོའི་སྐུ་ནམ་མཁའ་ལུས་འཇའ་ཚོན་ལྟ་བུ། སྣང་ལ་རང་བཞིན་མེད་པར་གྱིས་བསྒོམ། ད་སྐུ་རྡོ་དཀར་པོ་སྒོམ་ད་ལོ་སྐུ་རྡོ་དཀར་པོ་གི་དོན་ད་ག་ཅི་ནས་ཟེར་བ་ཅིག་ཆོས་སྐུ་དྲི་མ་མེད་པའི་བརྡ་ཡིན་ཟེར་གསུངས་འདུག་དེ་དོན་ངོ་མ་དེ་དེ་ཆོས་སྐུ་དྲི་མ་མེད་པ་དབྱིན་ཡིག་ནོ་བ་དེ་འདི་གི་བརྡ་ཚིག་ལོ་སྐུ་རྡོ་དཀར་པོ་དེ་ལས་ཞལ་གཅིག་མ་གཏོགས་མི་འདུག་ཨ་ནི་ལྷན་ཅིག་སྐྱེས་པའི་ཡེ་ཤེས་རང་བདག་གཉིས་སུ་མེད་པའི་བརྡ་རྟེན་ཅིང་སྐྱེས་པའི་ཡེ་ཤེས་ཤེས་མེད་ཀྱི་རང་གི་སེམས་ལུགས་དང་སེམས་ཀྱི་གནས་ལུགས་དེ་ལས་དང་སེམས་ཅན་གྱི་རང་བཞིན་དང་ཆོས་ཉིད་དེ་སངས་རྒྱས་ཐམས་ཅད་ཀྱི་རང་བཞིན་དང་ངོ་བོ་ཡོད་ན་མེད་ན་ཀྱང་ནི་ཡིན་ཨ་ནི་ཞེན་ཁ་ལུས་མི་རང་དང་གཉིས་སུ་མེད་པ་བའི་ཡུལ་ཡིན་ནོ་བས་ཀྱི་གཉིས་སུ་མེད་པའི་བདག་ཆགས་གཉིས་གཉིས་ཐབས་ཤེས་གཉིས་སུ་མེད་པའི་བདག་ཆགས་དབྱེ་དང་དབྱེ་ཐབས་དང་ཤེས་རབ་གཉིས་སུ་མེད་པའི་བདག་དབྱེ་པ་ཤེལ་ཕྲེང། གསེར་གྱི་ཕྲེང་བ་ཅན་རྣམས་འདི་ཡོད་མིན་ཏེ་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཡང་བྱང་ཆུབ་ཀྱི་ལམ་དུ་འདྲེན་པའི་གྱིས་གདའ། གཡོན་པ་པདྨ་འགྲོ་དྲུག་སེམས་ཅན་གྱི་དོན་མཛད་ཅིང་བྱང་གཡོན་པ་ལུས་མེ་ཏོག་པདྨ་རྣམས་མེད་དེ། ཅེས་ནི་གཟིགས་ཀྱིས་དང་འགྲོ་བ་སེམས་ཅན་གྱི་དོན་མཛད་དེ་འབད་ས་ཅི་རུ། དེ་འཁོར་བའི་སྐྱོན་གྱིས་མ་གོས་པའི་གདའ། དེ་ལས་ཞབས་གཉིས་ཡོད་མིན་ཏེ་ཆོས་དབྱིངས་དང་ཡེ་ཤེས་གཉིས་སུ་མེད་པའི་གདའ། ཉི་ཟླ་དཔེ་མེད་གདན་ལ་བཞུགས་པ་འདི། འགྲོ་བ་སེམས་ཅན་ཐམས་ཅད་ལ་ཐུགས་རྗེའི་ཉི་ཟླ་ལྟར་ཕྱོགས་རིས་མེད་པ། དེ་ལས་པད་མ་ལྟར་འཁོར་བའི་ཉོན་མོངས་པ་དང་རྣམ་རྟོག་གིས་མ་གོས་པའི་བདག། དང་སྐུ་ལུས་རིན་པོ་ཆེའི་རྒྱན། དེ་རིན་པོ་ཆེ་གིང་སོ་དང་དེ་ལས་དེ་ཡང་དབུ་ལུས་དབུ་གིང་ཡུལ་སྙན་ལུས་སྙན་གིང་ཡུལ་མགུལ་ལུས་མགུལ་གིང་ཡུལ། དེ་ཐུགས་ཀར་ལུས་ཡང་དེ་དོ་ཤལ་སེན་མོ་དོ་ལ་སོགས་པ་དང་རིན་པོ་ཆེ་གི་རྒྱན་ཡུལ། དེ། ནི། འདུས་པའི་ཡོན་ཏན་ལ་ལོངས་སྤྱད་ཀྱང་སྟེ། ཞེན་པ་མེད་པ་སྟེ་སེམས་ཅན་གྱི་དོན་དང་ཚུལ་མཐུན་པའི་བདག། དེ་ཐུགས་རྗེ་ཆེན་པོ་འདི་ལོགས་ན་བསྒོམ་རྒྱུ་མི་དེ་གཙོ་བོ་རང་གི་སེམས་ཀྱི་རང་བཞིན་དབྱིངས། དང་སེམས་ཉིད་མ་རྟོགས་པ་གཅིག་གི་བ་ཅན་དེ་འཐབ་ར་མེད་པ་སྟེ་སྐུ་ཡི་རྣམ་པ་གཅིག་གསལ། དོན་ངོ་མ། རང་གི་སེམས་ཀྱི་ངོ་བོ་ཧ་གོ་བ་ཅན་ཨ་ནི་སེམས་ཉིད་ཀྱི་སྣང་ས་ཕྱི་རོལ་དུ་ཤར་བ་ཙམ་གྱིས་མ་གཏོགས་ཏེ་ཐུགས་རྗེ་ཆེན་པོ་ལོགས་ན་མི་འདུག་སྟེ་ཐུགས་རྗེ་ཆེན་པོ་རང་གི་སེམས་ཉིད་དེ་གཉིས་སུ་མེད་པ་ཡུས། དེ་ལས་འདི་གོ་ལོ་འདིས་རང་གི་ལུས་ལྷར་བསྒོམ་ཚུལ་ཡིན་པས་དེ་ལས་སྔགས་བཟླས་པ་ཅན།

དེའང་ནི་དེ་བསྒྲགས་བྱ་མ་པ་བསྒྲགས་བྱ་ངོ་མ་ངོ་མ་འདི་ཡིན་ན་ཟེར་བ་ཅན་དེ་ད་དུ་འདི་བཅད་ཙམ་ཞིག་མ་མཐོང། དེ་བསྒྲགས་དང་བསྒྲགས་སའི་ངོ་མ་འདི་དེ་རང་གི་ན་དེ་ཡི་རང་སྒྲ། རྣམ་རྟོག་གིས་འཛིན་པ་ཐམས་ཅད་དང་འབྲེལ་བས་ཀྱི་ཡིད་ཀྱི་བརྗོད་པ་ཐམས་ཅད་དང་འབྲེལ་འདི་བས་ས་བཅད་རུ་སྟེ་དེ་གི་མིང་ཚིག་གི་སྒྲ་གཅིག་ལྷང་ལྷང་སྒྲོག་མེད་འཛིན་པ་མེད་པ་གཅིག་སྟེ་དེ་ལྕམ་ཐོག་མདའ་སྒོ་མི་ཚུགས། འདི་ངག་ཐ་མིལ་པའི་སྨྲ་བའི་ཞེན་པ་སྤངས་ནས་ཡི་གེ་དྲུག་པ་བཟླས་པས། དེ་ཐ་མིལ་གྱི་ལུང་གཏམ་བློ་བཅབས་ནས་འདི་ཚོ་བཞག་སྟེ། སྔགས་འདི་ཙམ་དང་ལུགས་དེ་སྙིང་གི་ཡི་གེ་དྲུག་པོ་དེ་ལས་འོད་ཟེར་འཕྲོས། འོད་ཟེར་དེས་སེམས་ཅན་ཐམས་ཅད་ལ་དུས་གཅིག་ཏུ་ཕོག་པས་སྒྲིབ་པ་དུས་གཅིག་ཏུ་སྦྱངས། དེས་སེམས་ཅན་ཐམས་ཅད་སེམས་ཅན་པའི་ནི་འདི་གི་སྟེ་ཁོང་ལོ་ཉོན་མོངས་པ་འདོད་ཆགས་ཞེན་དང་གཏི་མུག་ལ་སོགས་པ་དང་ཉོན་མོངས་པའི་སྒྲིབ་པ་ཡང་ཡོད་ཤེས་བྱའི་སྒྲིབ་པ་ཡང་ཡོད་བག་ཆགས་ཀྱི་སྒྲིབ་པ་ག་ཅིའི་སྒྲིབ་པ་ཡོངས་བསྐྱང་ཉི་ཟླ་ལས། ཡུལ་ཟེར་བདུད་ཀྱི་སྦས་ཁོང་གིས་དེ་ལས་སྟོང་ཉོན་མོངས་པའི་སྒྲིབ་པ་ཐམས་ཅད་སྦྱངས་ཏེ། ཇོ་བོ་ཐུགས་རྗེ་ཆེན་པོའི་སྐུའི་རང་བཞིན་དུ་གྱུར་པར་བསམ་མོ། གསལ་ཏེ་སེམས་ཅན་ཐམས་ཅད་སྦྱངས་ཏེ་ཐུགས་རྗེ་ཆེན་པོ་གི་སྐུའི་རང་བཞིན་དུ་དེ་གྱུར་པར་བསམ་སྟེ་ཁོང་གིས་ཨ་ནི་ད། སྒྲིབ་པ་འདི་སྦྱངས་ཡ་སོགས་པ་ཅན་ཏེ་ཐུགས་རྗེ་ཆེན་པོ་ར་ཨིན་ཏེ་ཐུགས་རྗེ་ངོ་མ་ཤེས་པ་སེམས་ཅན་པའི་འཁྲུལ་རང་ཡང་ངོ་མ་ཤེས་པ་སེམས་ཅན་པའི་དེ་མཐོང་འདོད་ཀྱི་དེ།

དེ་ལས་ངག་འདི་ཡང་དེ་ལས་དབུ་མ་ནི་དཔེ་མི་ཧུང་བས་བསྒོམ། དེ་ལས་སེམས་དང་རང་གི་ནང་ན་གྱི་སེམས་རྣམ་པར་རྟོག་པ་གཅིག་ཏུ་ཨ་ནི་རྣམ་པར་རྟོག་པ་མི་འབྲིང་དགུ་འབྲིང་སྟེ་བཀག་མི་ཚུགས་འོང་ཟེར་སྐད་སྒྲོལ་དུས་གཅིག་ལ་བཏང་ངོ་ཟེར་ཁོ་བོ་རང་བཞིན་གྱི་སྐད་རང་བཞིན་གྱི་སྒྲོལ་ཏེ་དུས་གཅིག་ལུ། དེ་ལྟ་འཁོར་ལོ་འཛིན་པ་མ་ཞུགས་པ་བས་ཨ་ནི་རྣམ་རྟོག་མི་བྱེད་དགུ་ཅིག་ཤའུ་དག་སྟེ་དེ་ཀྱི་སྟེང་དང་འདི་ལུ་འཛིན་གཞན་མ་བས་རྣམ་རྟོག་ཕྲ་རགས་གང་སྐད་ཅིག་འཇལ་ཕྱིར་མི་དང་སྐད་ཅིག་མ་སྐྱེས་པ་དེ་སྟོང་པར་ཤེས་པར་བྱས་ལ། རྡོ་ཚན་ལ་ཁ་བ་བབས་པ་དང་རང་གྲོལ་ཅིག་ཅར་ལ་བཏང་ངོ། ཞེས་ཏེ་རྡོ་ཚ་དོམ་གཅིག་བ་ཁའུ་བབས་པ་ཅན་དེ་ཁའུ་དེ་དེ་ཅི་ཡང་ཆགས་མི་བྱེད་པ་སྟེ་དེ་ན་ཁོ་ཆུད་པའི་ཞོ་ཡང་ཉུང། ནི་དྲོད་གསུམ་པས་དེ་ལ་རང་གི་སེམས་ཀྱི་རྣམ་པར་རྟོག་པ་དེ་ཐམས་ཅད་དེ་ནི་རྣམ་པར་རྟོག་པ། དུས་གསུམ་གྱི་རྟོག་པས་མ་བསླད་པའི་གེགས་བྱེད་བར་སྣ་ལྐུགས་ཀྱི།

ལུས་སོགས་པ་ཅན། གཉིས་ཀའི་བསྐལ་པ་སྦྱར་ཡས་ཆུད་མི་ཟ་བ། བརྟེན་ནས་ལས་ཀྱི་རྣམ་པར་སྨིན་པ་འདི་དག་མ་རེམ་ད་རེམ་ད། དེ་བང་མཛོད་ནང་ལས་སུ་སྟོན་བཏང་དུ་བཟུང་བས་དེ་རང་གི་ཚེ་རབས་གཅིག་བླངས་གཉིས་བླངས་རུ་ཡང། དེ་ལས་ཚེ་རབས་སྔ་མ་གི་ལས་ཀྱི་རྣམ་པར་སྨིན་པ་འདི་དེ་སྨིན་བྱུང། རྒྱུ་ཟེར་སྐྱེ་འཚོལ་དུ་བཏང་བའི་ཐབས་ཅིག་ངེས་བ་ཐུགས་རྗེ་ཆེན་པོའི་ལྟ་བ་ཆིག་ཆོད་ནི། ལྟ་བ་རྟག་ཚིག་གི་ལྟར་མ་ཤོར་བ་སྟེ་སེམས་སྟོང་པར་ཤེས་པའི་རྟག་པའི་མཐར་མ་ཤོར། སྟོང་པ་ལ་མ་འཁྲིས་པ་བསལ་བའི་བྱེད་པའི་མཐའ་མ་ཤོར། སྟོང་གསལ་ལས་སྒྲིབ་པ་མཐའ་དང་འབྲེལ་བ་ཐུགས་རྗེ་ཆེན་པོའི་ལྟ་བ་ཡིན་ནོ།